ཚང་དབང་གི་གཏམ་གསལ་བཤད་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ལ་ཡང་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་ལན་ཞུ་གི་ཡོད། ད་ད་རེས་དོན་ཐེངས་འདིའི་ནང་ལ་ཡང་གར་ཞུ་བའི་ལམ་ན་ད་གཙོ་བོ་རྒྱ་ནག་ལ་ཡང་དོ་སྣང་གནང་མཁན་གྱི་མི་ཚང་མ་ལ་ད་རེས་ཉེ་ཆར་ཨནི་སྤྱི་ཟླ་གཉིས་པའི་ཚེས་པ་བཞི་དང་ཚེས་མ་ལྔ་ལ་ཡང་ཨནི་རྒྱ་ནག་རྒྱལ་ཡོངས་སྲིད་གྲོས་ཀྱི་ཚོགས་ཆེན་དང་ད་ག་ན་ཤི་དེའི་རྗེས་ལ་ཡང་ཨནི་སྤྱི་ཟླ་གཉིས་པའི་ཚེས་ལྔ་ཉིན་ཨནི་རྒྱ་ནག་རྒྱལ་ཡོངས་མི་དམངས་ཚོགས་ཆེན་གྱི་ཨནི་སྐབས་བཅུ་བཞི་པའི་ཚོགས་འདུ་ཐེངས་བཞི་པ་དེ་འཚོགས་པ་དེའི་སྐོར་ལ་ཡང་ད་ད་མས་དོ་སྣང་གནང་གི་ཡོད་རེད་བསམ་གྱི་འདུག་བྱས་ཙང་ང་ད་རེས་འདིའི་ནང་ལ་ཡོད་ཚོགས་འདུ་འདི་གཉིས་ནང་ལོགས་ནས་ད་གལ་ཆེ་ཤོས་རྒྱལ་ཡོངས་ཨནི།

ད་རྒྱ་ནག་གི་མཐུན་སྒྲིལ་དེར་ཡར་རྒྱས་བཏང་ཡག་ཅིག་བཤད་དུས་ཙམ་ནས་ཁོ་མཐུན་སྒྲིལ་དེ་ཡག་པོ་མེད་པ་དེ་གསལ་པོ་རེད་དཔེར་ན་ཆ་ཞིང་བོད་ནང་ལ་ཡིན་ནས་རེད་ཤིང་ཅང་ལ་ཡིན་ནས་རེད་ནང་ལ་སོག་ཡུལ་ལ་ཡིན་ནས་རེད་དེ་མིང་ད་ག་ས་ག་ལ་ཐ་ན་དེ་རྒྱ་ནག་ཁོ་རང་ཚོ་མི་རིགས་གཅིག་ཡིན་པའི་ཧོང་ཀོང་དང་ཏཱ་བ་ལ་ཡིན་ནས་ལས་ཨ་ནི། འགྲོ་བ་མིའི་ཐོབ་ཐང་དང་སྨྲ་བརྗོད་རང་དབང་དང་འདི་འདྲའི་མལ་དུས་ཙམ་ནས་ཨ་ནི་འདིའི་ནང་ལོགས་ཡོད་པའི་མི་རིགས་འདྲ་མིན་དེ་གི་མཐུན་སྒྲིལ་ཡོང་བ་མེད་པ་གསལ་པོ་རེད་ལ་འདི་ནས་རྒྱ་མི་རིགས་ཀྱི་ལྟ་སྒོ་ཧམ་པ་དང་རྒྱ་མི་རིགས་ཆེན་པོའི་ལྟ་བ་དེ་ཤུགས་ཆེན་པོ་ཡོད་དུས་མི་རིགས་གཞན་ལ་ཡང་ཐུབ་ཚོད་བཏང་རྐྱང་བྱས་པ་འདི་ལ་བཤད་ཀྱི་མེད་དུས་ཨ་ད་དུང་འདི་ལས་སྡུག་ཅི་ལུས་ཏེ་མི་རིགས་ཆུང་ངུ་དང་མཚོ་རི་ཡག་ཨ་ནི་ག་སོ་རེད་བུ་གཟུགས་རྡོག་པའི་ཨ་ནི་གྲངས་ཉུང་མི་རིགས་ཀྱི་སྟེ་གི་བསམ་པའི་འཁྱེར་སོ་སི་ལས་དུ་དུ་ཤི་ས་འདི་འདྲའི་གི་ལྟ་མི་ངན་འདྲའི་བཏགས་བྱས་ཨ་ནི། ཅིག་དེའི་སྐྱོན་རེད་དོན་དོར་བཤད་ཡག་དེ་འདྲའི་དཔེ་དོད་བཙལ་ནས་མི་རིགས་མཐུན་སྒྲིལ་དེ་ཡག་པོ་ཡོང་ཡ་མེད་པ་ཀོ་བསད་པོ་ཞིག་དག་རེད་ཁྲིམས་ཨ་བ་བཟོས་བའི་ནས་རྒྱལ་སྲིད་གུང་ཁྲན་ཏང་གིས་ད་མི་རིགས་འདྲ་མཉམ་གྱི་ལག་ལེན་བསྟར་མ་ཐུབ་ན་མི་རིགས་མཐུན་སྒྲིལ་ཡོང་ཡ་ག་ལེ་ག་པོ་རེད་བསམ་ད་འདིའི་ཅིག་ཞོར་དུ་དེ་བཤད་མི་དེ་ནས་ད་རེས། རྒྱ་ནག་རྒྱལ་ཡོངས་མི་འདུས་ཚོགས་ཆེན་དེ་ནང་ལི་ཡ་ཨ་ནི་མི་འདུས་ད་མི་འཕོ་འགྱུར་བྱས་ཡག་ད་ཨ་མི་འདུས་ཐོབ་ཐང་གྲོངས་ཡག་སོགས་དེ་འདྲས་ཡང་ཁ་ཤས་ཡག་གནས་སྤར་བྱེད་ཡག་དེ་འདྲས་ད་དེ་མི་འདུག་ད་རིགས་དེ་ནང་མི་འདུག་བྱས་ད་ཨ་ནི་ཀྲང་ཡུ་ཞའི་དང་ལིའུ་ཀྲེ་ལིན་སྐུ་ཉིད་ད་ལྟའི་ཆར་ལི་ཡ་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ཨ་ནི། འཐུས་མིའི་ཐོབ་ཐང་དུ་ཡོད་པ་ཡིན་དུས་ད་ལྟ་གནས་སྐབས་སྤྱི་ལ་ཡང་དག་ཁོ་གཉིས་འཇུ་བཟུང་བྱས་པ་རེད་དེ་ལས་ཁོ་གཉིས་ཐག་གཅོད་བྱེད་ཡག་སྟངས་ནང་ལོགས་ལ་ཡང་དག་དབང་ཆའི་འཐབ་རྩོད་སེམས་མི་འདུག་བསམ་ཚུལ་མི་མཐུན་པ་དང་ལྷག་པར་དུ་ཨ་ནི་ཞི་ཅིན་ཕིང་གིས་ཀྲང་ཡུའུ་ཞའོ་དང་ལིའུ་ཀྲེང་གཉིས་འཇུ་བཟུང་བྱས་པ་དེ་ཨ་ནི་ཁྲིམས་དང་མཐུན་གི་མི་འདུག་ཏང་གི་སྒྲིག་གཞི་དང་མཐུན་གི་མི་འདུག་བཅས་དེ་འདྲའི་བསམ་ཚུལ་ཤུགས་ཆེ་ཡོད་དུས་ད་དེའི་ཐོག་ལ་གནས་སྐབས་སྤྱི་རེད་ད་ད་ལས་ཁོ་གིས་ཁ་མཆུ་བུ་མཆུ་ཟེར་མཁན་མི་འདུག་ད་བྱས་ཙང་དེའི་སྐོར་ལ་ཡང་ཞུ་བ་ལ་ཞེན་མི་འདུག།

ཕྱིའི་གནས་ཚུལ་འདི་གི་བྱུང་ཁུངས་ནས་བལྟས་པ་ཡིན་ན་ཨ་ལི་ཀུ་པཱས་ངས་དེ་ལྟ་སྤེལ་མ་སྲིད་པའི་གནད་འགག་ཆགས་ཡོད་རེད་གང་ཡིན་ཟེར་ན་ཁོང་ཚོ་མཉམ་དམག་ཝེ་ནེ་རུ་ལཱའི་དང་དཱ་ག་ན་ཤི་ཨི་རན་ནས་སྣུམ་དེ་རག་དུས་ཨ་ནི་ཁོང་ཚོ་ལས་དཀའ་ངལ་དེ་འཕྲད་ཀྱི་ཡོད་མ་རེད་ད་ད་ལྟ་ཨ་རིའི་དམག་ཀྱང་སྣུམ་དེ་གའི་དཀའ་དུས་ཙམ་ནས་ཨི་རན་གྱི་རྒྱལ་ས་ནས་བཟོས་པ་ཆུ་ཚོད་ཉི་ཤུའི་རིང་ལོག་མེད་བཅས་ནག་ཐིང་ཨི་ཏེ་མེ་སི་ཏི་གི་འཚོ་བའི་དཀའ་ངལ་ཞིབ་པོ་འཕྲད་རྗེས་ད

སྔོན་བསད་འདོད་པའི་ཁོ་རའི་བུ་མོ་ལོ་བཅུ་གསུམ་བྱས་པ་དེ་ཨ་ནི་སྔོན་བསད་འདོད་པའི་རྒྱུན་ཁྲིད་ཡོད་ད་ཁོའི་ཨ་བུ་མོ་དེ་ཨ་མ་དེ་རྒྱབ་ལ་བསྡད་རྗེས་དེ་གར་ལེགས་པར་ཟེར་ན་ཨ་མོས་ད་འདྲ་ལོ་བཅུ་གསུམ་ནས་སླེ་ཡོད་མ་རེད་ཨ་ནི། དགའ་བསུ་རེད་ད་འདྲ་བྱང་ཀོ་རི་ཡའི་ཨ་ནི་མི་ཤུགས་འཕོ་འདུན་དང་དུས་བདེའི་ཚུན་ཆད་ཀྱི་འབྲེལ་འདྲིས་ཀྱི་ཨ་ནི། ག་རེ་རེད་ད།

ཨ་ནི་སེན་སི་ནཱ་རོ་ན་ཞོ་ཨིན་ཨན་ཐོ་ཆེ། སྤྱི་ཟླ་གསུམ་པའི་ཚེས་ལྔ་ནི་རྒྱ་ནག་རྒྱལ་ཡོངས་མི་དུས་སྐབས་བཅུ་བཞི་པའི་ཚོགས་ཆེན་ཐེངས་བཞི་པ་དེ་དངོས་སུ་ཚོགས་འདུ་འཚོགས་ཐུབ་དང་ཚོགས་འདུ་དེར་ཡོང་དགོས་པའི་མི་དུས་གྲངས་ཉིས་སྟོང་བརྒྱད་བརྒྱ་དོན་བཅུ་དོན་བརྒྱད་ཡོད་ན་ཡང་ད་རེས་དངོས་སུ་ཚོགས་ཆར་ཞུགས་མཁན་མི་གྲངས་ཉིས་སྟོང་དོན་བརྒྱ་དྲུག་ཅུ་རེ་ལྔ་ལས་མེད་པ་དང་མི་གྲངས་བརྒྱ་དང་བཅོ་གསུམ་དགོངས་པ་ཞུས་ན་ཡང་ཁྲིམས་ཐོག་ནས་གཏན་འབེབས་བྱས་པའི་མི་འབོར་ལོན་ཡོད་ཚུལ་བཤད་འདུག། འོན་ཀྱང་དོན་དུ་དེ་སྔའི་ཚོགས་འདུའི་དེབ་སྐྱེལ་བྱས་པའི་མི་འབོར་ལ་བལྟས་ན། ད་ལོའི་ཚོགས་འདུ་འདིར་རྒྱུ་མཚན་འགའི་མིན་ལ་ཁ་གཡང་ནས་ཚོགས་འདུར་མི་ཡོང་མཁན་མང་ཤོས་ཆགས་ཡོད་པ་རེད། རང་ནོར་ཡོད་པའི་དམག་དཔོན་དང་ས་གནས་ཀྱི་དཔོན་རིགས་ཁག་ཅིག་གིས་ད་རེས་ཚོགས་འདུ་དེའི་ནང་རང་ཉིད་ཞུགས་པ་ཡིན་ན་ཉེས་མིང་ཉེས་རྟོག་གི་འཇུ་བཟུང་བྱས་སྲིད་པའི་དོགས་པ་སྣང་དོགས་བྱུང་བ་དང། ཡང་ག་རེས་ཚོགས་འདུའི་ནང་གློ་བུར་ལངས་ཕྱོགས་དང་ལྟ་བ་འཐད་མིན་གྱི་རྩོད་ལེགས་དྲན་མིན་བྱུང་དོགས་ཀྱིས་རང་ཉིད་ཆེས་ཁག་པོ་ཡོད་ཚུལ་གྱིས་ཚོགས་འདུ་མ་ཡོང་བར་ནད་དགོངས་ཞུས་ཡོད་ལུགས་ཇུས་མེད་ཇུས་གཏོགས་བྱེད་མཁན་རེད་ཟེར་བའི་གནས་ཚུལ་དབྱེ་ཞིབ་པ་ཚོས་ཁོང་ཚོའི་སྙན་ཐུང་ནང་ཞུས་འདུག། ད་རེས་རྒྱལ་ཡོངས་མི་འཐུས་ཚོགས་ཆེན་གྱི་གྲོས་གཞི་གཙོ་བོ་གཉིས་གཏན་འཁེལ་བྱས་ཡོད་པའི་ཁོངས་ནས་དང་པོ་དེ་སྲིད་བློན་ལི་ཆང་གི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩེད་ལྔའི་སྲིད་གཞུང་གི་ལས་འདུམ་སྙན་ཞུ་དེ་གྲོས་བསྡུར་གཏན་འབེབས་དང། དེ་ནས་གཉིས་པ་དེ་རྒྱ་ནག་མི་རིགས་ཁག་མཐུན་སྒྲིལ་ཡར་རྒྱས་གཏོང་རྒྱུའི་འཆར་ཟིན་དེ་ཡིན་འདུག་འཆར་ཟིན་དེའི་སྐོར་མཚམས་འདིར་བསྟན་ནན་བཤད། བྱེད་དགོས་པ་ནི། རྒྱ་ནག་ཁོ་རང་ཚོས་བཤད་པའི་མི་རིགས་ས་ཁོངས་ནང་གྲངས་ཉུང་མི་རིགས་ལ་རང་ཐག་དབང་ཆ་ཡོད་ཟེར་ཡོད་ནའང། དོན་དངོས་ཐོག་རང་སྐྱོང་གི་དབང་ཆ་མཐོ་ཤོས་རྒྱ་མི་རིགས་ཟིན་ཡོད་པ་དང། མི་རིགས་ས་ཁོངས་ནང་རང་མི་རིགས་ཀྱི་སྐད་ཡིག་གཙོ་བོ་ཡིན་ལུགས་བཤད་ཡོད་ནའང་དོན་དུ། རྒྱ་སྐད་རྒྱ་ཡིག་ཁྱབ་སྤེལ་བཏང་ཞིང་མི་རིགས་གཞན་ལ་མཐོང་ཆུང་བརྙས་བཅོས་བྱེད་རྐྱང་བྱེད་པ་མ་ཟད། ཆོས་དང་རིག་གཞུང་ལ་རྩིས་མེད་གཏོར་བཤིག་གཏོང་གི་ཡོད་དུས། མི་རིགས་མཐུན་སྒྲིལ་ཟེར་བ་དང། དང་པོ་རང་ནས་རྒྱ་མིས་གཏོར་བཤིག་གཏོང་གི་ཡོད་ཀྱང་དེ་མ་ཤེས་པར་ད་དུང་མི་རིགས་གཞན་ལ་འབུ་གསོད་དོགས་པའི་མི་རིགས་ཀྱི་འདུ་ཤེས་ཡོ་བསྲང་བྱེད་དགོས་ཚུལ་བཤད་པ་ལས། རྒྱ་མི་རིགས་ཆེན་པོའི་བཙན་དབང་གི་སྤྱོད་ཚུལ་ལ་སྐྱོན་བརྗོད་བྱེད་མི་བཅུག་པ་འདི་མི་རིགས་མཐུན་སྒྲིལ་ཡོང་མིན་གྱི་གནད་འགག་ཆགས་ཡོད། མི་རིགས་མཐུན་སྒྲིལ་ཁོ་ན་རྒྱ་ནག་ནང་དངོས་གནས་དྲང་གནས་མི་རིགས་འདྲ་མཉམ་ལག་ལེན་བསྟར་དགོས་ཀྱི་ཡོད་དེ་ནི་དཀའ་ལས་ཁག་པོ་རེད། སྲིད་བློན་ལི་ཆང་གིས་སྲིད་གཞུང་གི་ལས་འཛོམས་སྙན་ཞུ་ཡིག་འབྲུ་ཁྲི་བརྒལ་བ་ཡོད་པ་དེའི་ནང་གནད་འགག་ཆེ་ཤོས་ནི་རྒྱ་ནག་གི་དཔལ་འབྱོར་གནས་སྟངས་ལོ་རེ་ལ་ལོ་རེ་བཞིན་ཇེ་ཞན་ཇེ་སྡུག་ཕྱིན་ཡིན་པ་ཡོངས་གྲགས་ངོས་ལེན་བྱས་ཡོད་པ་རེད། དེ་ཡང་སྙན་ཞུའི་ནང་རྒྱ་ནག་གི་དཔལ་འབྱོར་གནས་སྟངས་མཚོན་པའི་སྡེ་ལུས། GDP། རྒྱལ་ནང་གི་ཐོན་སྐྱེད་སྤྱིའི་རིན་ཐང་དེ་བརྒྱ་ཆ་བཞི་དང་གྲངས་ཆུང་ལྔ་ནས་བརྒྱ་ཆ་ལྔ་བར་ཡིན་ཚུལ་བཤད་འདུག་པ་དེ། དེ་སྔོན་ལོ་བསྟུད་མར་གསུམ་ལས་བརྒྱ་ཆ་ལྔ་མར་ཆག་པ་མ་ཟད། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ནས་ད་བར་ལོ་བཅོ་ལྔའི་ནང་རྒྱལ་ནང་གི་ཐོན་སྐྱེད་སྤྱིའི་རིན་ཐང་དམའ་ཤོས་ཆགས་ཡོད་པ་རེད། དེ་དང་ཆབས་ཅིག་སྙན་ཞུའི་ནང་རྒྱལ་ཚོང་གི་དམག་དོན་སྔོན་རྩིས་དེ་མི་དམངས་ཤོག་སྒོར་དུང་ཕྱུར་བརྒྱ་དང་དགུ་སྟོང་བརྒྱ་མི་ལྔ་ཡིན་པ་དེ་ལོ་གོང་མ་དང་བསྡུར་ན་བརྒྱ་ཆ་བདུན་སྤར་ཡོད་པ་རེད། དེས་རྒྱ་ནག་གི་དཔལ་འབྱོར་མྱུར་ཚད་ལས་ཚབས་ཆེའི་བརྒལ་ཡོད་པ་དེས་ག་རེ་གསལ་བཤད་བྱེད་ཀྱི་ཡོད་རེད་ཟེར་ན། རྒྱ་ནག་རྒྱལ་ཡོངས་ཀྱི་དཔལ་འབྱོར་ཉམས་རྒུད་འགྲོ་བཞིན་ཡོད་ན་ཡང་ཨུ་ཚུགས་བརྒྱབ་ནས་མི་མང་གི་སྡིག་སྡུག་ལ་མ་བལྟས་པར་སྡིག་པ་རྔུབ་རྩོམ་གྱིས་དམག་དོན་གྱི་འགྲོ་སོང་ལྡབ་དང་ལྡབ་སྤར་ནས་ཐའེ་ཝན་དྲག་པོའི་བཙན་བཟུང་བྱ་རྒྱུའི་དམིགས་ཡུལ་བཅངས་ཡོད་པ་རེད། བློ་ཕམ་པ་ཞིག་ལ་ད་ལྟའི་རྒྱ་ནག་དམག་དཔུང་གི་དངོས་ཡོད་སྟོབས་ཤུགས་ལ་ཚོད་དཔག་བྱས་ན་ཕྱི་རྫིག་ནང་སྟོང་ཡིན་དུས། ཐའེ་ཝན་བཅིངས་འགྲོལ་གཏོང་གི་ཟེར་བར་ད་བར་ལོ་བདུན་ཅུའི་ནང་སྒྲུབ་ཐབས་མེད་པའི་ཉེས་མིང་རྨི་ལམ་ཆགས་ཡོད། གང་ཡིན་ཟེར་ན་བར་ལམ་ཨ་རིའི་སྲིད་འཛིན་ཁྲོམ་གྱིས་གལ་ཏེ་རྒྱ་ནག་གཞུང་གིས་ཐའེ་ཝན་ལ་དམག་བརྒྱབ་ན་ཨ་རིས་རྒྱ་ནག་གི་རྒྱལ་ས་པེ་ཅིན་ཁ་ཐོག་ནས་འབར་རྫས་གཡུག་ནས་གཏོར་གི་ཡིན་ཟེར་གསར་འགོད་པའི་དྲི་བར། ལན་བརྒྱབ་ཡོད་པ་མ་ཟད། འཇར་པན་གྱི་སྲིད་བློན་སའེ་ནི་ཏཱ་ཀོའུ་ཆེས་ཀྱང་ཐའེ་ཝན་ལ་དམག་བླངས་ན་འཇར་པན་གཞུང་གིས་དམག་མི་བཏང་ནས་ཐའེ་ཝན་ལ་དཔུང་རོགས་བྱེད་ཀྱི་ཡིན་པ་མངོན་གསལ་དོད་པོས་དུས་མཚམས་ནང་བཤད་ཡོད་པ་རེད། ད་རེས་ཉེ་དུས་ཨ་རི་དང། ཨི་ཛི་རལ་མཉམ་འབྲེལ་ཐོག་དབྱི་རན་ལ་བྱ་འགུལ་བྱས་ནས་དབྱི་རན་གྱི་འགོ་གཙོ་ཁན་མི་ནི་གཙོས་པའི་ངན་རོགས་མི་ལྔ་བཅུ་དང། དབྱི་སི་རམ་གསར་བརྗེའི་དམག་དཔུང་དང་དུས་གཏན་མཚོན་ཆའི་རྒྱུ་ཆ་ཡུང་རིང་ཡམ་བཟོ་རྩལ་དྲ་འབུ་དང་དེ་བཞིན་མཁའ་དམག་དང་མཚོ་དམག་སོགས་རྩ་མེད་བཟོས་ཚར་བ་ཡིན་དུས་ད་རེས་རྒྱ་ནག་རྒྱལ་ཡོངས་མི་མཐུད་ཚོགས་ཆེན་ཉིན་དང་པོའི་གྲོས་གཞི་དང་པོ་དེ་སྲིད་བློན་ལི་ཆང་གིས་སྲིད་གཞུང་གི་ལས་མཐོར་སྙན་ཞུ་སྙན་སེང་ཞུ་རྒྱུ་ཡིན་པ་ལྟར་སྔ་ས་ནས་སྙན་ཞུ་ཡིག་ཐོག་པར་སྐྲུན་བྱས་ཏེ་ཚོགས་བཅར་བ་ཡོངས་དང་ཕྱི་ནང་གི་གསར་བུ་མང་པོའི་ལག་ཏུ་འབྱོར་ཡོད་པ་རེད། ཡིན་ནའང་སྲིད་བློན་ལི་ཆང་གི་སྙན་ཞུ་སྐད་ཤུགས་ཆེན་པོས་དོན་ཚན་མང་ཆེ་བ་སྒྲོག་སྦྱངས་བྱས་ཟིན་ནས། གློ་བུར། ལི་ཆང་གིས་སྐད་དགག་པ་ལྟ་བུས་ཡུད་ཙམ་སོང་རྗེས་སྙན་ཞུའི་ནང་ཡིག་ཐོག་ཏུ་གསལ་ཐག་ཆོད་བྲིས་པའི་རྒྱ་ཡིག་ནང་ཝུ་མེན་བྷ་ཏུ་མེ་ཀོ་པ་ཆོན་ཟེར་བས་ང་ཚོས་ཨ་རིའི་བཙན་གནོན་དབང་ཆུང་ལ་ངོ་རྒོལ་ཡོད་ཟེར་བའི་ཚིག་དུམ་དེ་མ་ཀློག་པར། ཚིག་དོན་རྗེས་མར་མཆོང་རྒྱག་བྱེད་པ་ཡིན་དུས། དེ་དུས་མི་རྣམས་ཡ་མཚན་སྐྱེས་ནས་དེ་འདྲས་གང་ཡིན་བརྩམས་ཡོད་ཀྱང་དེ་ནི་ལིས་ཅང་གི་ཞན་ཆ་མ་ཡིན་པར། རྒྱ་ནག་ཆེས་མཐོའི་དབང་འཛིན་པ་ཆབ་སྲིད་ཅུས་རྒྱུན་ལས་མི་བདུན་གྱིས་སྐབས་སུ་བབ་པའི་ཐག་གཅོད་བྱས་ཏེ། ཨ་རིར་བསྒྲགས་བསམ་ན། རང་ཉིད་ཨི་རན་ལྟར་གྱི་གདོང་གིས་ཕོག་རྒྱུར་ཞེད་སྣང་དངངས་སྐྲག་བྱུང་ཡོད་སྐོར། ནང་ཁུལ་ནས་ཕྱིར་སྲིད་དོན་ཉམས་ཞིབ་ཚོགས་རའི་ནང་གཏམ་བཤད་ཚུལ་བྱུང་པ་འདིས། གསར་འགོད་པས་ཚོས་རྒྱ་དམར་གཞུང་ནས་ནམ་རྒྱུན་ཁ་འཇགས་པོ་བཤད་ཀྱི་ཡོད་ན། དོན་དག་གང་ལ་ཐུག་དུས་ཤུགས་པོའི་རྟགས་རེད་ཅེས་བཤད་ཀྱི་ཡོད་པ་རེད། ད་རེས་རྒྱ་ནག་རྒྱལ་ཡོངས་འཐུས་མིའི་ཚོགས་ཆེན་མ་ཚོགས་པའི་ཉིན་གཅིག་གོང་དུ། དེ་ནས་ད་རེས་ཚོགས་འདུ་དེའི་གྲ་སྒྲིག་ཚོགས་འདུའི་སྐབས་མི་འཐུས་ཚོགས་ཆེན་གྱི་ཚོགས་གཙོ་ཀྲའོ་ལེ་ཆེས་གཙོས་པའི་ཚོགས་གཞོན་མི་ཁ་ཤས་ཤིག་ཚོགས་ཆེན་གྱི་སྟེགས་བུའི་ཐོག་བསྡད་ཡོད་པ་ལས། ཞི་ཅིན་ཕིང་འཐུས་མི་དམངས་དང་གཅིག་མཚུངས་ཚོགས་རའི་གཤམ་དུ་ཁོ་པའི་ལས་རོགས་ཚོ་དང་མཉམ་དུ་བསྡད་བཅུག་པ་དེ་ད་ཕན་བྱུང་མྱོང་མེད་པའི་བྱེད་སྟངས་ཤིག་ཡིན་པ་རྒྱ་ནག་གཞུང་འབྲེལ་གྱི་བརྙན་འཕྲིན་ནང་གསལ་པོ་བསྟན་པ་འདིར་མི་རྣམས་ཀྱིས་འགྲེལ་བརྗོད་འདྲ་མིན་རྒྱག་གི་ཡོད་པ་རེད། རྒྱ་ནག་མི་དམངས་ཚོས་བརྙན་འཕྲིན་ནང་ནམ་རྒྱུན་གཞུང་འབྲེལ་གྱི་ཚོགས་འདུ་ག་འདྲས་ཤིག་ཡིན་ཡང་ཏང་དང་རྒྱལ་ཁབ་ཀྱི་གཙོ་འཛིན་ཞི་ཅིན་ཕིང་ག་དུས་ཡིན་ཡང་ཡིན་ཤག་ཤག་གིས་སྡིངས་ཆའི་དབུས་འདིར་བསྡད་རྐྱང་བྱེད་ཀྱི་ཡོད་དུས། ད་རེས་ཞང་ཡོངས་མི་འཐུས་ཚོགས་ཆེན་དེ་འདྲའི་ནང་འཐུས་མི་ནང་བཞིན་གཤམ་འོག་ཏུ་བསྡད་པ་མཐོང་དུས་མི་ཁག་ཅིག་གིས་ད་ཞི་ཅིན་ཕིང་དབང་ཆ་ཤོར་བའི་སྔ་ལྟས་ཡིན་ཚུལ་དང། ཡང་གསར་འགོད་པའི་ཚོགས་འདུ་གྲོལ་ཡོང་སྐབས་འཐུས་མི་ཁག་ཅིག་ལ་སྐད་ཆ་དྲིས་དུས་མི་གཅིག་གིས་དོན་གནད་དེའི་སྐོར་འཐུས་མི་ཚང་མས་བསམ་བློ་བཏང་ནས་ང་ཚོའི་ཏང་དང་རྒྱལ་ཁབ་ཡར་རྒྱས་ཡོང་བའི་རེ་བ་བྱེད་ཀྱི་ཡོད་ཚུལ་བཤད་ཐུབ་པ་དང། འཐུས་མི་འགས་ལན་མ་བསྐྱེད་པར་གཡོལ་ཕྱིན་འདུག་ཀྱང། བརྙན་འཕྲིན་ལྟ་མཁན་གྱི་མི་དམངས་མང་ཚོགས་ནས་ཞི་ཅིན་ཕིང་ད་དགོངས་པ་ཞུས་ནས་འགོ་ཁྲིད་འཇོན་ཐང་ཅན་གསར་པ་ཞིག་སླེབས་ཐུབ་པའི་རེ་བ་ཡོད་ཅེས་མི་དམངས་ལ་བསམ་ཚུལ་སྦ་ས་མེད་པ་བཤད་ཡོད་པ་རེད། ད་རེས་རྒྱ་ནག་རྒྱལ་ཡོངས་མི་ཆོས་ཚོགས་ཆེན་མ་འཚོགས་པའི་ཉིན་གཅིག་གོང་དུ། རྒྱ་ནག་རྒྱལ་ཡོངས་སྲིད་གྲོས་འཐུས་ཚོགས་འཚོགས་སྐབས་སྲིད་གྲོས་ཀྱི་ཚོགས་གཙོ་ཝང་ཧུའུ་ནན་གྱིས་ལས་དོན་གནས་ཤུགས་ཚོགས་ཡོངས་སུ་འགྲོ་ལུགས་ལྟར་སྒྲོག་སྦྱངས་བྱས་ཟིན་པའི་རྗེས་ཚོགས་རའི་སྡིངས་ཆ་ནས་ཁོ་པ་སྡོད་ས་བར་ཕྱིར་ལོག་སྐབས། ཆིང་ཧྭ་ཞི་ཅིན་ཕིང་སྡོད་སའི་ཉེ་འགྲམ་ནས་ནམ་རྒྱུན་དང་མི་འདྲ་བའི་ཆེ་བསྟོད་ཀྱི་གུས་བཀུར་ཆེན་པོ་ཞུས་པ་དེར། མི་ཚོས་ལབ་གླེང་འདྲ་མིན་བྱས་པ་དེ་ཝང་ཧུའུ་ནན་ད་ཕན་ཅང་ཙེ་མིན་དང་ཝུ་ཅིན་ཐའོ། ཞི་ཅིན་ཕིང་བཅས་མགོ་ཁྲིད་མི་རབས་གསུམ་གྱི་ཇུས་མཐུན་པ་བྱེད་མྱོང་བ་དང། ཡང་ཁག་ཅིག་གིས་ཁོ་པ་ནི་མི་ཐོག་དྲ་མིག་གསུམ་གྱི་བྲན་གཡོག་བྱེད་མྱོང་ཡོད་དུས། ཧ་ཅང་མགོ་གྲུང་པོ་དང་བསམ་བློ་འགྱུར་མགྱོགས་པོ་ཡོད་སྟབས་ཞི་ཅིན་ཕིང་གིས་ཁོ་པའི་སྐྱེས་དམན་དང། བུ་མོ་སོགས་སྲུང་སྐྱོབ་ཡིན་ཟེར་ཧྲང་ཧའེ་ནས་པེ་ཅིན་དུ་ཁྲིད་དེ་བཟང་བཙོན་དུ་བཞག་ཡོད་པར་བརྟེན། ཝང་ཧོ་ནན་གྱིས་ཁོ་པ་དགུ་ཁྲི་ཨང་བཞི་པ་ཙམ་ལ་སླེབས་ཡོད་ཀྱང་ཁོ་པ་དང་ཁོ་པའི་ནང་མིར་ཞི་ཅིན་ཕིང་གི་དཀའ་ངལ་མི་འཕྲད་མི་བཟོད་པའི་ཆེད་ཚོགས་ཡོངས་མི་ཚང་མ་མཐོང་སར་ཞི་ཅིན་ཕིང་ལ་ལྷ་བསང་གནམ་བདག་གི་བརྩི་བཀུར་ཞུས་ཡོད་པའི་གུས་ཕྱག་ཕུལ་བ་རེད་ཟེར་བཤད་མཁན་མང་བ་རེད་འདུག་ཡང་ཁ་ཅིག་བཤད་ན། ཝང་ཁུང་གིས་ལྟ་བ་བསྒྱུར་ཆེད་ད་ལྟ་ཝུ་ཅིན་ཐའོ་དང་ཝུན་ཅའོ་པ་ཁོ་ཚོ་ལ་ཡང་ཁ་ལོག་པ་ཡིན་དུས། ད་ཞི་ཅིན་ཕིན་གྱིས་རིགས་ཐ་མ་ལ་ཁྱེད་རང་ལས་གུས་ཅག་ཕེ་ཡོན་ཐེ་མ་ཏིའི་ཐ་མ་དེ་ཡིན་ཟེར་ལབ་པ་རེད་ཟེར་ཡང་ཁ་ཅིག་འདུག་གཞན་ཡང་ད་རེས་ཚོགས་འདུ་གཉིས་ནང་བོད་མིའི་གྲས་ཀྱི་སྲིད་གྲོས་ཚོགས་གཞོན་འཕགས་པ་ལགས་ཀྱིས་ལི་རྣམ་རྒྱལ་དང། རྒྱལ་ཡོངས་མི་དུས་རྒྱུན་ལས་ཨུ་ཡོན་ལྷན་ཁང་ཟེར་བའི་ཨུ་ཡོན་ཀྲང་གཞོན་པ་བློ་བཟང་རྒྱལ་མཚན་གཉིས་ཚོགས་རའི་སྡིངས་ཆའི་སྒང་བསྡད་ཡོད་པ་དང། རྒྱ་དཔལ་ཆེན་རྒྱལ་མཚན་ནོར་བུའི་ཡང་ཡང་ཡང་སྲིད་དུས་ཀྱི་སྡིངས་ཆའི་གྱང་ངོས་སུ་བསྡད་འདུག་པ་དང། ཚོགས་འདུ་དུས་ནས་ཞི་ཅིན་ཕིང་སྡིངས་ཆའི་སྒང་ནས་མར་འགྲོ་སྐབས། རྒྱ་དཔལ་ཆེན་རྒྱལ་མཚན་ནོར་བུས་ལག་གཉིས་ཐལ་མོ་བྱས་ནས་ཞི་ཅིན་ཕིང་ལ་མུ་མཐུད་སྐྱབས་བཅོལ་ཡོད་པའི་གསོལ་འདེབས་གུས་བཅག་ཞུས་པ། ཞི་ཅིན་ཕིང་གི་ལག་པ་གཡུག་ནས་དགའ་པོ་བྱུང་ཚུལ་བསྟན་སོང་ཡང་མཚམས་འདིར་ངའི་སེམས་ན་ཆོས་སྐྱོང་རང་མགོ་མ་ཐོན་པར་མིན་འཕྲུལ་མགོ་འཁྲིད་ཐུབ་ས་མ་རེད་ཟེར་བའི་བོད་མིའི་ཁ་བུ་དྲན་བྱུང། གང་ཡིན་ཟེར་ན། ཞི་ཅིན་ཕིང་ཁོ་རང་ཕྱི་ནང་གཉིས་ཀྱི་དཀའ་ངལ་ནང་ཚུད་ཡོད་དུས་རང་ཉིད་དགུ་མིང་ཡང་གནས་མ་ཐུབ་པར་མི་གཞན་ཙག་ལི་ཡི་བདག་པོ་བྱེད་རྒྱུ་དཀའ་ལས་ཁག་པོ་རེད་ཟེར་འགོ་འདུག། ཞི་ཅིན་ཕིང་གིས་ནང་ཁུལ་ཚོགས་འདུ་ཞིག་གི་ཐོག་ཏུ་ནམ་རྒྱུན་དང་མི་འབྲེལ་བའི་སྐད་ཆ་སྐོར་ར་ཆེན་པོ་ཞིག་བརྒྱབ་ནས་ཨ་རིའི་དམག་དཔུང་གིས་ཨི་རན་ལ་བྱ་རྒོལ་བྱས་པ་དེས་རྒྱ་ནག་གུང་ཁྲན་ཏང་ལ་བསམ་ཞིག་མ་ཡིན་པར་ལོག་རིམ་ཡག་པོ་ཞིག་བྱས་སོང་བ་དེ་ནི་བར་ལམ་རང་རེའི་དམག་དཔུང་ནང་ཁུལ་མི་ཁག་ཅིག་གིས་གཙང་བཟོ་བྱས་པ་བཅས་ཏང་ལ་གནོད་ཤུགས་ཆེན་པོ་བྱུང་བ་དེ་དག་སེལ་ཐུབ་བྱུང་སོང་ཞེས་བཤད་འདུག་དེས་ག་རེ་མཚོན་པ་རེད་ཟེར་ན་ཨི་རན་གྱི་མཐོ་རིམ་འགོ་ཁྲིད་རྟ་སྨད་བཏང་བ་དང་གྷལ་མེ་ནེ་ཤི་བ་དེས་རྒྱ་ནག་གི་ལོ་མང་འབད་བརྩོན་བྱས་པའི་འཐབ་ཇུས་དོ་མཉམ་དེ་ཡོངས་སུ་ཉམས་རྒུད་དུ་ཕྱིན་ནས། ཀྲུང་ནང་ཧྭ་ཡི་ཐུན་མོང་འགོ་ཁྲིད་ཚོར་འཇིགས་སྣང་དང་དགོངས་གཉའ་གནང་ཚུལ་ཡོད། ཞི་ཅིན་ཕིང་ཕྱི་ཚུལ་ནས་བལྟས་ན་མཁྲེགས་པོ་ཞིག་བྱས་ཁུལ་ཡང་འདས་པའི་ལོ་བཅུ་རིང་ཁོ་པས་འབད་བརྩོན་བྱས་པའི་དཀྱིལ་ཆགས་ཀྱི་ཤུགས་རྐྱེན་དེ་འཕྲལ་མར་མེད་པར་འགྱུར་བ་རེད། གུང་ཁྲན་ཏང་གི་ཚོགས་འདུ་གཉིས་པོ་དེ་ཡང་འཇིགས་སྣང་དང་དངངས་སྐྲག་ཁོ་ནའི་ངང་རྒྱ་ནག་གི་འགོ་ཁྲིད་མི་སྣ་ཚོའི་ཆེད་དུ་བཟོས་པའི་སེམས་ཀྱི་ངལ་གསོ་ཙམ་ཡིན་ན། རྒྱལ་ཁབ་ཀྱི་མདུན་ལམ་དང་མི་དམངས་ཀྱི་བདེ་སྡུག་ཟེར་བ་ནི་ཚོགས་འདུའི་ནང་ཁ་སྟོང་ནང་གི་ཚིག་སྟོང་ཙམ་རེད།